གངས་ཅན་བོད་ཀྱི་ཞིང་ཁམས་ལ་སྤྱན་རས་གཟིགས་དང་དབྱེར་མེད་པ་སྨན་པའི་རྒྱལ་པོ་གཡུ་ཐོག་ལ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། ཕུ་བོ་ཡོངས་ལ་གུས་པ་དམན་པ་རྟ་རག་གི་འཕྲོད་བསྟེན་གྱི་ལེ་ཚན་ནང་ཕེབས་པར་དགའ་བསུ་དང་འཚམས་འདྲི་ཞུ་གི་ཡོད། ཨེ་ནམ་རྒྱུན་དུ་རེ་ས་ཉི་མའི་ཐད་གཏོང་གི་སྐབས་ལ་དྲི་བ་མང་ཤོས་ཅིག་ཨེ་ནི་སྐྲ་འཕེལ་གི་འདུག་ཨེ་ནི་དེ་ལ་ད་བཅོས་ཐབས་ག་རེ་ཡོད་རེད་བས་ལམ་སྟོན་བྱེད་རོགས་ཅེས་གསུངས་བསྡད་ཀྱི་འདུག་དེ་འདྲ་སོང་ཙང་ད་དེ་རིང་གུས་པས་བརྙན་ཐུང་འདི་གཙོ་བོ་ནམ་རྒྱུན་དུ་དྲི་བ་ལྟ་ངན་དང་ང་རང་ཚོ་གི་སྤྱི་ཚོགས་ཨེ་ནི་སྐྲ་འཕེལ་ངན་ཚོ་གི་སྐྲ་ལ་དཀའ་ངལ་ཡོད་ངན་ཚོ་གི་ཆེད་དུ། ཕུལ་གྱི་ཡོད་རྣམ་པ་ཚོས་དེ་ལག་ལེན་གྱི་གནང་ཐུབ་པ་ཡིན་ན་ཏན་ཏན་ཕན་ཐོགས་ཆེན་པོ་ཡོང་གི་རེད་གལ་ཆེ་ཤོས་དེ་རྣམ་པ་ཚོས་མགོ་ནས་སྐུ་བར་དུ་གསན་འགོ་དགོས་པ་རེད་དེ་རིང་ངས་འདི་ལ་ནི་དེང་དུས Modern Science Medicine System གི་འགྲེལ་བཤད་ག་རེ་བརྒྱབ་ཡོང་གི་འདུག་པས་ང་རང་ཚོ་བོད་ཀྱི་གསོ་བ་རིག་པའི་འདི་ལ་འགྲེལ་བཤད་ག་རེ་བརྒྱབ་ཡོང་གི་འདུག་བས་ནི་གཉིས་ཀ་གི་ཐོག་ནས་མཐུན་ཕྱོགས་དང་ལྡོག་ཕྱོགས་ག་རེ་ཡོང་གི་འདུག་བས་ནི་མཐའ་མ་དེ་ལ་ངས་རྣམ་པ་ཚོ་ལ་ལམ་སྟོན་ཅིག་འདུག་བྱས་ནས་དེ་རིང་གི་ནི་གཅིག་ལས་དོན་འདི་དབུ་འཛུགས་ཞུ་རྒྱུ་བྱས། དེ་འདྲ་སོང་ཙང། ད་དང་པོ་དེ་རིང་གི་གནད་དོན་འདི་མ་ཤེས་པའི་སྔོན་ལ་ངས་གནས་ཚུལ་གཅིག་རྣམ་པ་དོ་ལ་ཞུ་འདོད་བྱུང་སོང། ད་ད་འདི་སྐྲ་ཕི་སྟངས་འདི་ལ་རིགས་མི་འདྲ་ལྔ། གཙོ་བོ་ཆེ་བ་ལྔ་ཡོང་གི་ཡོད་རེད་འདི་ལ་ནམ་རྒྱུན་དུ་ང་རང་ཚོ་གི་ན་ཚ་ལྟ་བུ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་མ་རེད་འདི་རྒྱུན་ལྡན་གྱི་འཚོ་བའི་ཁྲོད་ཀྱི་ད་ཅིག

ད་ལྟ་བ་དང་པོ་སྐབས་ལ་ཇོ་བོ་ཆེན་ངྷའི་ཐུགས་མོ་ཞེས་ཟླ་བ་གཉིས་པ་དེ་ལ་ཨེ་ནི། འདི་དང་འདི་ཚོ་ལ་ཨེ་རག་འདི་ཚོ་ལ་སྐྲ་དོན་ཡོང་གི་འདུག་སྐྲ་གསར་བ་སྐྱེས་ཡོང་གི་འདུག་ཟླ་བ་གསུམ་པ་དེ་སྐབས་ལ་མིག་བུ་དང་ཨེ་རག་དང་སྐྲ་དེ་ཚོ་ཞི་བ་ཡག་པོ་སྐྱེས་ཚར་ཞིང། ད་ཆང་ཚང་དེ་སྐྱེས་མི་འདག་བརྒྱ་ཆ་བཅུ་ཚོ་ཡར་སླེབས་ཚར་ཞིང། འོ་འདི་འདྲའི་གི་འདུལ་བ་བྱེད་ཐུབ་ཀི་འདུག་དེ་འདྲ་སོང་ཙང་འདི་འདྲའི་གི་སྐབས་ལ་ད་ངས་འདི་དུས་ཚོད་ཁོ་ལ་སྨན་གཅིག་པུ་བཏང་རེ་བྱུང་ཡག་སྤྲད་རེད། ད་འདི་འདྲའི་གི་སྐབས་ལ་ནི།

ང་ཚོ་གི་སྨན་གཞུང་ནང་ལོགས་ལ་དོན་ལྔ་ཟེར་བར་སྙིང་བློ་དབང་ཆེན་པོ་ཆེར་པ་མཁལ་མ་འོ་དེ་འགྱེལ་ལྔ་དང་འབྲེལ་བ་ཤུགས་ཆེན་པོ་བཞུགས་ཡོད་པ་ཅིག་མཐོང་བསྡད་ཀྱི་འདུག་དེ་ཡང་ཨེ་ནི་ཅིག་རླུང་ཚད་སྙིང་དེ་ཚ་བ་དང་འབྲེལ་བ་ཡོད་པའི་ཅིག་མཐོང་བསྡད་ཀྱི་འདུག་ཞུས་པ་ཡིན། ད་ངས་དེང་དུས་ཀྱི་ཚན་རིག Modern Science Medicine གི་ཨེ་ནི་ཀྲ་བྷི་ཡག་གི་སྐོར་ལ་སྐད་ཆ་ག་རེ་བཤད་ཀྱི་འདུག་ཨེ་ཟེར་མ་རྣམ་པ་ཚོ་ལ་དེ་ཞུས་པ་ཡིན། ད་དེ་ཡང་ཁོ་ཚོ་གི་གཙོ་བོ་དེ་བཤད་ཡག་དེ་བུ་མོ་རང་ལ་གཞི་བཞག་ནས་བཤད་ཤར་བ། འོ་འདི་ཡང་ཞིག་ཤེས་དགོས་ཡ་ཅིག་རེད། ད་ཁོང་ཚོ་གིས་ནི་སྐྲ་འཕེན་དགོས་པའི་རྒྱུ་རྐྱེན་གཙོ་བོ་དེ་ག་རེ་ཤེས་འདོད་ལབ་ཡིན་ན། Genetics ཞེས་འདོར་བ། Genetic། ནི་ཅིག། རྒྱུ། རྒྱུ་བ། ཁྲག་གི་རྒྱུ་བ་ཟེར་སྦྱོར་བ། འོ Genetic གི་སྒང་ནས་སྐྲ་འཕེལ་གྱི་ཡོང་གི་རེད། འོ་འདི་ཅིག་ཤེས་ཡོང་གི་འདུག་རྒྱུ་རྐྱེན་དང་པོ་དེ་དེ་རེད། གཉིས་པ་དེ Hormonal Change། གཉིས་པ་དེ Hormonal Change ལབ་པ་ཡིན་ན་ག་ལོས་ཟེར་ན་ང་རང་ཚོ་ཟོག་པོའི་ནང་ལོགས་ཡོད་པའི་ད་ཅིག་ཁམས་ཀྱི་རང་བཞིན་ཅིག་འགྱུར་བའི་སྐབས་ལ་བཤད་བསྡད་ཀྱི་ཡོད་རེད། ད་འདི་ཡང་ཨ་ནི་ཁོང་ཚོས་གཙོ་བོ་ག་དུས་ཡོང་གི་འདོད་ལབ་པ་ཡིན་ན་ཨ་ནི Pregnancy སྤུ་གུ་སྐྱི་སྨན་ལ་སྤུ་གུ་འཁོར་བའི་དུས་ཚོད་སྤུ་གུ་སྐྱེས་པའི་དུས་ཚོད་ཨ་ནི Menopause ལ་ན་ཨ་ནི་ཅིག་བུ་མོ་གི་མདངས་ཅན་ཁོད་སྙོམས་མ་སྙོམས་པའི་དབང་གིས་ཨ་ནི་ན་ཚ་ཅིག་ཡོང་ཡག་ཡོད་རེད་འདི་ལ Pre Menopause དང Menopause ང་ཚོ་ཡིན་ན་ཁྲག་འཚབ་དང་རླུང་འཚབ།

ངོ་བོ་དེ་གཅིག་ཆགས་ཡོད་རེད། དེ་ནི་གསུམ་པ་དེ Medical Conditions རེད་བ། ད་ན་ཚ་གི་དབང་གིས་ཟོག་པོའི་སྒང་ལ་ན་ཚ་གི་ཡོད་དབང་གིས་ག་རེ་ཡོང་གི་རེད་ཟེར་ན། དེ་ནི་ནམ་རྒྱུན་དུ་ན་ཚ Autoimmune Disease ཟེར་ངེས་དེ་འདྲས་ཡོང་གི་ཡོད་ན་ཡོང་གི་རེད་ཅིག་བཤད་ཀྱི་འདུག་དེ་ནི Skin Condition པགས་པ་གི་ན་ཚ་དེ་འདྲས་བྱུང་བ་ཡིན་ན་ཡང་སྐྲ་ཕིག་ཡ་ཡོང་གི་རེད། དེ་ནི་ཟོག་པོ་ལ Infection དེ་འདྲས་ཤུགས་ཆེན་པོ་བྱུང་བ་ཡིན་ན་ཡང་སྐྲ་ཕིག་གི་རེད་ཟོག་པོ་དེ་འདྲས་ཀྱིས་གསུམ་པ་དེ་ལ་དེ་འདྲས་བཤད་ཡོང་གི་འདུག་ད་བཞི་པ་དེ་ལ

ཁྲག་ཤེད་མཐོ་པོ་ཡོད་པ་ཡིན་ན་སྐྲ་ཕིག་གི་རེད་ཁོང་ཚོས་འགྲེལ་བཤད་ཅིག་བརྒྱབ་ཡོང་འདུག་འོ་དེ་རེད། དེ་སོང་ཙང་ཁོ་ཚོ་གིས་དེ་ནས་མ་ཨེ་ཅི་ཡོང་གི་འགྲེལ་བཤད་རིམ་པ་བཞི་དེའི་ནང་ལོགས་ལ་ནང་ཚན་མང་པོ་ཞོ་གཅིག་ཡོང་དེ་གི་དོག་དེ་གཅིག་རེད། ཧ། ཡང་སྡེ་ཚན་གཉིས་པ་གི་ནང་ལོགས་ལ་སྡེ་ཚན་གསུམ་ཅིག་ཡོད་རེད་དེ་ཡང་གནད་འགག་ཆ་དེ་ང་རང་ཚོ Life Style and Environment Factors རེད། ད་དེ་མེ་ཚེའི་ཁྲོད་ཀྱི་ཨེ་ནི་ཅིག། འཚོ་བའི་བརྒྱུད་རིམ་དང་ཁོར་ཡུག་དང་འབྲེལ་བ་བཤད་ཀྱི་ཡོད་རེད་ད་འདི་གར་ཆགས་ཡོད་ན་ད་འདིའི་ནང་ནས་དང་པོ་དེ། Stress། རེད་པ། སེམས་ངལའམ་སེམས་སྡུག་འདི་དང་འབྲེལ་བ་ཡོད་པ། ཨ་ནི། སེམས་ངལ་ཤུགས་ཆེན་པོ High Level of Stress འོ་ཤུགས་ཆེན་པོ་འཕེལ་བའི་སྐབས་ལ་ཡང་སྐྲག་ཕེབས་ཀྱི་རེད། ཨ་ནི། ཨ་ནི་ཅིག་ནམ་རྒྱུན་དུ། ཨ་ནི་ཅིག་སེམས་ལ་སྡུག་བསྔལ Emotion སེམས་ཚོར་སྐྱེན་པོ་རོ་མ་སེམས་ཚོར་སྐྱེན་པོ་ལ་རོ་མ་ང་ཚོ་སེམས་དེ་གཅིག་ནམ་སང་ངུ་ཆོག་ཆོག་དགའ་ཆོག་ཆོག་རྒྱུ་བོར་འགྲོ་ཆོག་ཆོག་ཅིག་ངུ་རོ་ན་ཚ་གི་དབང་གིས་དེ་འདྲའི་གཅིག་ཡོང་གི་རེད་འོ་དེ་འདྲའི་གི་སྐབས་ལས་ཡོང་གི་རེད་ཅིག་བཤད་བསྡད་ཀྱི་ཡོད་རེད་དེ་ནི་འདི་འདྲའི་སྐབས་ལ་སྐྲ་འཕེལ་གི་རེད་ཅིག་བཤད་ཡོང་གི་འདུག་ད་གཅིག་ཡང་ག་རེ་བཤད་ཡོང་གི་ལབ་ན།

ཨེ་ནི་ཅི་ག་རེ་ཡིན་ནས་ཤམ་བུ་དང་དེ་འདྲའི་ཡང་སྲིད་ཡང་སྲིད་བཟོ་གྲྭ་གཅིག་རང་མ་ཡིན་པ་ག་འཇུག་མ་འཇུག་བྱུག་པ་ཡིན་ན་ཨེ་ནི་འདི་གི chemical གི་ང་ཚོ་ལ reaction ཟེར་བའང་འོ་དེ་འདྲའི་རྐྱེན་བྱས་ནས་ཨེ་ནི་སྐྲ་ཕན་ཡག་དང་དེ་འདྲའི་ཡོང་གི་རེད་ཟེར་བ་འོ་དེ་འདྲ་བཤད་རེད་དོ། འོ་འདི་ཚང་མ་ཕྱི་ལུགས་ཁོ་རང་ཚོ་གི་ཨེ་ནི་བཤད་སྟངས་ཅིག་རེད། འདིའི་ནང་ལོགས་ལ་གནས་ཚུལ་གལ་ཆེན་པོ་དེ་འདྲའི་མང་པོ་ཅིག་ཡོང་གི་འདུག་འདི་གལ་ཆེན་པོ་དེ་གས་རྣམ་པ་ཚོ་གི་སེམས་ལ་བཞག་དགོས་གལ་ཆེན་པོ་དཔེར་ན་ག་རེ་ཟེར་ན།

འདི་རྣམ་པ་ཚོ་གི་ངེས་པར་དུ་མཁྱེན་དགོས་འདུག་ད་ཁོ་ཚོ་གི་བཤད་བཞག་པའི་འདི་བརྒྱུད་རིམ་འདི་འདི་འདྲའི་ཡོད་ངེས་ཚང་མར་ཡོང་གི་རེད་ཟེར་ན་ཡོང་གི་མ་རེད་དེང་སྐད་ཀྱི་རྐྱེན་གཅིག་རེད་ཟེར་བ་ནས་ཀྱི་སློང་རྐྱེན་དེ་དེ་མ་ང་རང་དུ་མ་སོང་ནས་རྐྱེན་མེད་རྒྱུ་ལས་འབྲས་བུ་ཡོང་མི་སྲིད་རྒྱུ་ཡོད་པ་ཡིན་ནས་རྐྱེན་དེ་ཡིན་གཅིག་མིན་གཅིག་གོ་གི་ཡོད་རེད་པ་འོ་འདི་ཟེར་གི་བ་འདི་འདྲ་སོང་ད་འདི་སྐད་འདི

འདི་རྣམ་པ་ཚོ་གི་ཐུགས་ལ་བཞག་ཡང་ཆེ། ད་ང་རང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ཀྱི་ནང་ལོགས་ལ་ནི་གནད་འགག་ཆེན་པོ་ཁ་ཤས་བྱུང་བ་རེད་རེད་བ། དཔེར་ན་མགོ་ནད་གསོ་བའི་ལེའུའི་སྐབས་ལ་ག་རེ་གསུངས་ཡོད་རེད་ལ་དཔེར་ན་ཨེ་ནི་གཅིག། རྒྱུ་རྐྱེན། དུས་བབ་ཉིན་མཚན་གཉིད་ཆག་དང། རྒྱུ་རྐྱེན་ནད་ཀྱི་རྒྱུ་དང་རྐྱེན། ནད་དེ་གི་རྒྱུ་ཡི་ནད་རེད།

སྐད་ཆ་མང་པོ་བཤད་བསམ་བློ་མང་པོ་བཏང་ངོ་རང་རྒྱལ་གྱི་རླུང་འཁྲུག་འདུག་ཀྱོ་ཀླད་པ་ཚ་པོ་ཆགས་ཀྱི་ཡོད་རོ་འདི་སོང་ཙང་བཤད་ཀྱི་ཡོད་རེད་དེ་ནི། ངུ་བ་དྲག་ངུ་དྲག་ད་དོན་དག་ཁྱོད་ནི་མི་སྐབས་སྐབས་ལ་གློ་བུར་དུ་རྐྱེན་ངན་པ་འདི་འདྲས་དག་གི་འཆད་པའི་སྐབས་ལ་ཨ་ཚད་ལས་བརྒལ་བ་ངུ་ནི་འོ་འདི་འདྲས་ཀྱི་འོ་ལ་ཟུག་ཀྱང་ཀྱང་ངུ་ནི་འོ་འདི་འདྲས་ཀྱི་ཡང་སྐྲ་འཕེལ་ཡག་གི་ཡང་ཚེ་ན་འདི་གི་ཟོག་པོའི་ནང་ལོགས་རང་བཞིན་གྱི་འོ་ཞུགས་ཅིག་བཏང་དགོས།

བརྙན་འཕྲིན་ནང་ཁྱབ་བསྒྲགས་ག་རེ་བཏང་གི་ནི་འདི་བརྙན་འཕྲིན་ནང་ཁྱབ་བསྒྲགས་ནི་ཚང་མ་རྫུན་མ་རེད། འདི་ཤེས་འགོ་གི་ཡོད་རེད་བ། འོ་དེ་གཅིག་རེད། དཔེ་ན་སྐྲ་མང་པོ་ཡག་པོ་ཡོད་ངའི་བུ་མོ་འདི་ཚོར་མཆན་བུ་ཁྱབ་བསྒྲགས་དེ་ནི་མ་ལུང་ཟེར་ཡ་འདི་ད་ཨ་མ་གི་ནད་འདི་ཨ་མ་གི་ཟ་སྟངས་བཏུང་སྟངས་མ་འགྲིག་པའི་དབང་གིས་ཨ་མའི་གི་བཅུད་འདི་ནང་ལོགས་ལ་སྤུ་གུར་སྤྲད་ཡ་གི་བཅུད་འདི་ནང་ལོགས་ལ་དེ་ནི་ཨ་མའི་ན་ཚ་དེ་མ་ཤོར་ཡིན་ན་འདི་ལ་མ་ལུང་བུ་ལ་ཤོར་བ་ཟེར་གི་རེད་འོ་འདི།

སྐར་མ་རེད་ལབ་པ་ཡིན་ན་ཁོང་ཚོ་དཔེ་དེབ་ནོར་དགོས་པ་རེད། ཁོང་ཚོས་འདི་སྨན་བཅོས་བྱེད་མ་ཤེས་པ་ཅིག་དང་ན་ཚ་གི་རྒྱུ་རྐྱེན་ཧ་མ་གོ་བཞིན་པ་ཡིན་ན་ཁོང་ཚོས་ག་ལེགས་རེད། Genetic། ཡང་མིན་ན Autoimmune Disease འོ་འདི་འདྲའི་མིང་སྙན་པོ་འདི་འདྲ་བཏགས་ནས་ནད་པ་མགོ་འཐོམ་ནས་བཅུག་དགོས་པ་རེད། འོ་འདི་གཅིག་ཤེས་དགོས་པ་རེད། ད་འདི་ང་རང་ཚོ་གི་ནང་པ་སངས་རྒྱས་འམ་ཆོས་མཁས་གླིང་ངན་གི་སྨན་པ་གི་གཞུང་ལུགས་ཀྱི་ནང་ལོགས་ལ་ག་རེ་བཤད་ཡོང་ཟེར་ན་འདི་སོ་སོ་སྨན་བཅོས་བྱེད་མ་ཤེས་པ་ཅིག་དང་ན་ཚ་ངོས་འཛིན་བྱེད་མ་ཤེས་པ་ཅིག་ཡིན་ན་ག་ལེགས་རེད།

རྒན་ཆེན་པོ་ཞི་བ་ཆེ་ཁྱེད་ཡིན་དུས་དེ་ན་ཟོག་པོ་ལ་རྒྱུ་བ་ཆེ་ཤོས་དེ་དེ་དུས་འགྲོ་གི་ཡོད་རེད་དེ་འདྲ་སོང་ཙང་ལོ་ཆུང་ངའི་སྐབས་ལ་དར་མའི་སྐབས་ལ་ཞི་བ་ཞི་བ་བྱེད་བ་མ་ད་ཞུ་རུ་ཆགས་ཡོང་དུས་དེ་ན་ཨེ་ནས་རྒྱུ་བ་འགྲོ་དུས་ནས་ཨེ་ནས་སྐྲ་འཕེན་ཡག་འགོ་ཚུགས་གི་ཡོད་རེད་འོ་འདི་ཡིན་གཅིག་མིན་གཅིག་ཤེས་འགྲོ་གི་ཡོད་རེད་རེད་མ། དེ་གཅིག་རེད་ད་འོ་ན་ཨེ་ནས་གལ་ཆེ་ཤོས་གཅིག་ག་རེ་བྱ་གི་འདུག་ལབ་ཡིན་ན་ཨེ་ནས་ཕྱི་ལུགས་ཀྱི་འདིའི་ནང་ལོགས་ལ་མང་པོ་གཅིག་འབྲི་བཤད་བརྒྱབ་པ་དེ་དག་ང་རང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་མང་པོ་གཅིག་ཐོན་ཡོང་གི་འདུག་མཐུན་ཕྱོགས་དེ།

ཨོ་འདི་སོང་ཙང་སྐྲ་བི་ཡ་འགོ་འཛུགས་ཀྱི་ཡོད་རེད། ད་འོ་ན་སྐྲ་གར་ཅིན་བི་གི་ཡོད་རེད། ད་ཕྱི་ལོག་གི་དེ་གང་ལ་འགྲེལ་བཤད་གསལ་པོ་གང་བརྒྱབ་ཡོད་མ་རེད་ད་ང་རང་ཚོ་བོད་ཀྱི་སོག་རིགས་པའི་རྒྱུད་ཀྱི་གཞུང་ལུགས་ལྟ་བུ་ཆགས་ཤིང་སྐྲ་གར་ཅིན་བི་གི་ཡོད་རེད་པས་ལབ་ཡིན་ན། ཆུ་སྦྲུལ་མགོ་སྦྲུལ་སྐྲ་མིག་སོ་ཕྲོག་ཡིན་ཟེར་ཡ་དེ་ཚིག་འདི་གིས་སྡོམ་རྒྱག་གི་ཡོད་རེད། ང་ཚོ་གི་མིའི་ཀླད་པ་འདི།

དེ་ནི་ལོ་སུམ་ཅུ་ཞིབ་ཀྱི་སླད་དུ་གློ་བུར་དུ་ལས་ཀ་དང་རྐྱེན་དང་ངག་སོགས་པ་དེ་འདྲའི་འབྱུང་དུས་དང་ནི་དེ་ནི་ཟོག་པོའི་ནང་ལ་ཧོབ་ཀྱི་འགྱུར་དུས་དང་ནི་དེ་ནི་བྲག་གི་ཡར་དང་ན་ཚ་རེ་དང་དེ་ཚོ་དེ་འདྲས་སུ་ཡོང་གི་ཡོད་རེད་དེ་ནས་སོང་ཙང་དེ་ནི་ཆུ་ཚ་པོ་དེ་མགོ་བོ་ཡང་སེང་བཀྲུས་བསྡད་པ་ཡིན་ན་དང་པོ་ལ་ན་བ་ཧ་གོ་གི་མ་རེད་དེ་རིམ་པས་རིམ་པས་རིམ་པས་ཁྱེད་རང་གི། མིག་གི་ནུས་པ་ཉམས་ཡག་དང་དེ་ནི་བྲག་གི་ཡར་དང་བྲག་དཀར་པོ་བྱ་ཡག་དེ་ཚོ།

ཚ་གྲང་སྙོམས་པོ་འོང་ཞིང་འདས་གོང་ཡོད་པས་ན་དཔེར་ན་འོག་ཀླད་པའི་ཀླད་པ་དེ་བད་ཀན་གྱི་ཡུལ་ཡིན་པས་ན་བསིལ་བ་ནུས་པ་དེ་ཤུགས་ཆེ་བ་འདས་གོང་ཡོད་ན་ཨི་བསིལ་བ་ནུས་པ་དེ་ཤུགས་ཆུང་རུ་འགྲོ། དྲོད་ཀྱི་ནུས་པ་དེ་ཤུགས་ཆེ་རུ་འགྲོ་ཚེ་ནི་ཨི་ནི་ཆུ་བསིལ་དེ་འདྲ་འཕྲོ་བརླག་ཏུ་འགྲོ་བར་འཕྲོ་བརླག་འགྲོ་བར་སོང་ཙང་ཨི་ནི་སྐྲ་འཕེལ་ཡག་དང་ཨི་ནི་ནུས་པ་ཉམས་ཡག་དང་སྐྲ་དཀར་པོ་ཆགས་ཡག་དེ་ཚོ་དེ་འདྲའི་བཟོ་འགྲོ་བ་རེད་འོན་ཏེ་ཡིན་གཅིག་མིན་གཅིག་ཤེས་དགོས་ཀྱི་ཡོད་རེད། འདི་རེད་ད་འོ་ན་ང་ཚོས་ག་རེ་བྱེད་འོ་རེད། ཁྱེད་རང་ཚོ་ཆུང་དུས་ནས་རང་བསིལ་བད་མང་པོ་མ་ཟ།

སྤྲ་སྣུམ་དང་ཤམ་བུ་གཉིས་ཀ་ལ་ངོ་བོ་དེ་རེད་དེ། ཨེ་ནི་ཁྱེད་རང་ཚོ་ང་རང་ཚོ་བོད་པ་ཚོ་གོང་ཆེན་པོ་ལ་དགའ་བོ་འདུག་དེ་འདྲས་མ་བྱོས་བྱས་ཨེ་ནི། ག་རེ་ཕན་གྱི་འདོད་ག་རེ་གནོད་ཀྱི་འདོད་དེ་ཤེས་མ་ཆོག་ག་རེ་དེ་རེད་ཨེ་ནི་སོ་སོའི་མི་རིགས་ཀྱི་རིག་གཞུང་དེ་ཉོས་པ་ཡིན་ན་སོ་སོའི་མི་རིགས་ཀྱི་ནང་ལོག་ལ་ཕ་ལ་སྐྱ་ཆིལ་ཡོང་གི་རེད་རྒྱབ་སྐྱོར་ཐུབ་ཡོང་གི་རེད་རིག་གཞུང་ལ་རྒྱབ་སྐྱོར་ཆགས་ཡོང་གི་རེད་འོ་དེ་གནད་འགག་ཆེན་པོ་ཞུ་རྒྱུ་རེད་འོ་དེ་སོང་དོན་ད་ལྟ་ཆུང་དུས་ནས་རང་ཁྱེད་རང་ཚོ་སྤུ་གུ་ཡིན་ནས་རེད་ཕ་མ་ཚོ་ཡིན་པ་ཡིན་ནས་སི་པན་ཟ་ཡ་དང་ཆུ་ཚགས་པོ་ལ་མགོ་བོ་དཀྲུ་ཡ་དེ་ཉུང་ཟད་བྱེད་ད་དེ་ནི་ཁྱེད་རང་ཚོ་གི་སྐྲ་བིས་ཡ་དེ་མ་འོངས་པ་ལ་རང་བཞིན་གི་བརླག་འགྲོ་གི་རེད་འོ་འདི་རེད་འདི་ལྟར་སོང་ཙང་ད་ངས་ཆ་ཚང་ཅིག་འདི་རྣམས་ལ་སྡོམ་བརྒྱབ་ཡོད་ཨ་ནི་རྣམ་པ་ཚོ་གི་འདི་ལ་ལག་ལེན་བསྟར་དང་མ་བསྟར་རྣམ་པ་ཚོ་གི་ཕྱག་ལ་ཡོད་རེད་ཞུ་ཡ་ཡིན་ཨ་ནི་ཇེ་མང་གི་ལེ་ཚན་ནང་མཇལ་ཡོང།